ཨོ་མོ་ནི་མོ་ནི་མའོ་མོ་ནི་ཡི་སོ་ཧ་ཟེར་དེ་རེད་བ། ཨོ་མོ་ནི་མོ་ནི་མའོ་མོ་ནི་ཡི་སོ་ཧ་ཟེར་དེ་ལེགས་སྦྱར་གྱི་སྐད་རེད་རེད་བ་སྔགས་ཡིག་སྒྲོག་པ་ཅི་རེད་བ། ད་དེ་ང་ཚོ་བོད་སྐད་ལ་བསྒྱུར་བས་ན་ག་རེ་རེད། བོད་སྐད་ལ་བསྒྱུར་བས་ན། བོད་སྐད་ལ་བསྒྱུར་བས་ན་མདའ་ཨུམ་ཟེར་དེ་ལུས་ངག་ཡིད་གསུམ་སྐད་ཀྱི་ཤེས་བྱེད་རེད་བ། མོ་ནི་མོ་ནི་ཟེར་དུས་ལབ་བས་ན་འཐུས་པ་འཐུས་པ་ཟ་བྱེད། མོ་ནི། མའོ་མོ་ནི་ཟེར་དུས་ག་ལ་འཐུས་པ་ཆེན་པོ་ཟེར། ད་དེ་འདྲའི་ཅིག་གིས་འཐུས་པ། འཐུས་པ། འཐུས་པ་ཆེན་པོ་ཟེར་ལེགས་བར་ད་དོ་ད་ལ། ཨོ་མོ་ནི་མོ་ནི་ཟེར་དུས་ག་ལ། ཨོ་མོ་ནི་མོ་ནི་ཟེར་དུས་ཐོས་པ་ཐོས་པ་ཟེར་མོ་ནི་ཟེར་དུས་སྤྱི་དང་ལེགས་ཆ་གས་རེད་བ་དང་དེ་བུ་གས་ལ་བརྒྱུས་པ་ནི་ཐོས་པ་ཟེར་བྱས་རེད་བ་མོ་ནི་རྙེད་པ་དེ་ཐོས་པ་རེད་དང་མོ་ནི་རྙེད་པ་ཐོས་པ་བྱས་མ་ཨོ་མོ་ནི་ཟེར་དུས་ཐོས་པ་ཆེན་པོ་ཟེར་ཨོ་ད་འདི་གི་ཤེས་པ་རྒྱག་དགོས་བྱུང་ན་ད་ཐོས་པ་དང་པོ་དེ་མི་དགེ་བའི་ལས་མཐའ་དག་སེལ་བའི་སྐབས་ཀྱི་ཐོས་པ་དང་པོ་དེ་བྱས་དེ་ནས་ཐོས་པ་གཉིས་པ་དེ་ལས་དང་ཉོན་མོངས་ཟད་པའི་གི་སྐབས་ལ་ཐོས་པ་གཉིས་པ་དེ་བྱས། དེ་ནས་ཐོས་པ་གསུམ་པ་དེ་ན་ཉོན་མོངས་པའི་ཞགས་པའི་དྲི་མ་མཐའ་དག་བྲལ་བའི་གི་སྐབས་ལ་ཡང་ཐོས་པ་ཆེན་པོ་བྱས་ནས་ལམ་རིམ་ལ་སྦྱར་བས་ན། བཅོམ་ལྡན་འདས་ཁོ་རང་ལམ་དེ་འདྲའི་བྱས་ནས་ཡང་དག་ལ་ཡང་ཐོས་པ་ཆེན་པོ་འཆར་བའོ། ད་སྐྱོན་མཐའ་དག་བསལ། ཡོན་ཏན་མཐའ་དག་རྫོགས་པའི་གོ་འཕང་མངོན་དུ་མཛད་པ་ཡིན་ཏེ་ཐོས་པ་ཆེན་པོ་བསལ། དེ་འདྲའི་ཡིན་ཙང་ད་བཅོམ་ལྡན་འདས་ཀྱིས་དེ། ཨུ་མུ་ནི་མུ་ནི་མ་ཨུ་མུ་ནི་ཟས་འདི་ག་དུས་འདི་ལ་བཅོམ་ལྡན་འདས་ཀྱི་ཡོན་ཏན་ལ་ལྟོས་ཀྱི་ཡོད་རེད་ད།

ཨོ་མུ་ནི་མུ་ནི་མ་མུ་ནི་སོ་ཧ་ཟེར་དུ་སོ་ཧ་ལ་དུས་ག་རེ་ཟེར་བ་རེ་དང་ད་རྗེས་སུ་གཟུང་རོགས་བྱེད་ཟེར་བ། བཅོམ་ལྡན་འདས་ཁྱེད་རང་སྐྱོན་མེད་འདུག་ཡོན་ཏན་ཤ་སྟག་རེ་བཞག་ཡོན་ཏན་རྫོགས་པ་རེ་བཞག་སྐྱོན་མེད་འདུག་སྐྱོན་མཐའ་དག་བསལ་ནས་ཡོན་ཏན་རྫོགས་པ་ཅིག་རེ་བཞག་དེ་ཡིན་དུས་ད་ང་ཚོ་ཁྱེད་རང་གི་རྗེས་སུ་གཟུང་རོགས་བྱེད་ཁྱེད་ཀྱི་རྗེས་སུ་གཟུང་རོགས་བྱེད་ཟེར་ད་ཞུ་གུ་ཐེ་ཡ་དེ་སོ་ཧ་ཟེར་ཏེ། རེད་བ། ཞུ་གུ་བྱེད་ཡ་ཅིག་ང་ལ་རྗེས་སུ་གཟུང་རོགས་གྱིས་སྐྱབས་རོགས་གྱིས་ཁྱེད་རང་གི་རྗེས་སུ་འཇུག་གི་ཡིན་ཟེར་བྱུང་རེད་བ། འཇུག་གི་ཡིན་རྗེས་སུ་གཟུང་རོགས་གྱིས་ཟེར་གི་ཞུ་གུ་གི་ཚིག་དེ་སོ་ཧ་ཟེར་ཏེ་ཤར་བཅུག་འདུག་བ། དེ་ཡིན་དུས་ད་ཁྱོད་བལ་ཡུལ་འདི་ཡོད་དེ་ཉིན་དེ་ལ་སྐྱབས་སུ་འགྲོ་ན་ད་ཁེབས་ཚར་རག་གི་ཡོད་དེ་ཡིན་དུས་ད་ལྟ་འདི་ཡོད་བ། སློབ་དཔོན་ཐུགས་རྩོལ་སྒྲུབ་ཅིག་ཟེར་ཏེ་དང་པོ། མུ་ཏིག་བའི་གཏོར་འབུལ་ཅིག་བྱས་རྗེས་ལ་ཡང་ནང་པའི་གཏོར་འབུལ་ཕྱག་དེ་ཉིན། སློབ་དཔོན་ཐུགས་རྩོལ་སྒྲུབ་ཅིག་ཟེར་བྱུང་རེད་ཁོང་གིས། ག་རེ་སུ་ངོས་རེད་ཁྱད་པར་འཕགས་འདོད་ཟད་ཅེས་གསུངས་ཡོད་ད་ཕྱི་རོལ་པའི་སྟོན་པ་དང་ནང་པའི་སྟོན་པའི་ཁྱད་པར་གང་འདྲའི་ཡོད་མེད་ཁྱད་པར་འཕགས་འདོད་གསུངས་ཞེས་པ་ཞིག་འདུག་ཨ་ཁྱད་པར་འཕགས་འདོད་ཟད་ཅེས་གཞུང་བཞི་བ་རེད་དེའི་ནང་ལོགས་ལ་ག་རེ་སུ་ངོས་རེད། འོ་ད་ལྟ་སློབ་དཔོན་ཐུགས་རྩོལ་སྒྲུབ་བྱེད་ག་རེ་སུ་ངོས་ལ་ན། བདག་ནི་སྟོན་པ་གཞན་འབངས་བཞིན་བཅོམ་ལྡན་ཁྱོད་ལ་སྐྱབས་སུ་མཆི། འོ། ཅི་བྱེད་སླད་དུ་ཞེ་སྣང་ཁྱོད་སྐྱོན་མེད་ང་ལ་ཡོན་ཏན་ལྡན་གསུངས་འདུག་ཨ། ཅེས་ད་ལྟ་ང་ཕྱི་རོལ་བའི་སྟོན་པ་སྤང་གི་ཡིན་གསུངས་ད་ཕྱི་རོལ་མུ་སྟེགས་པ་རེད་ད་ངོ་ཁོ་རང་མུ་སྟེགས་པའི་སྟོན་པ་རེད་རེད་བ་ཐུགས་རྩོལ་སྒྲུབ་བྱེད་ཟེར་ཡ་དེ་མུ་སྟེགས་པའི་སྟོན་པ་རེད། དེ་ནས་ནང་པའི་སྟོན་པ་དེས་ནི་ནང་པའི་སྟོན་པ་ལ་དེ་ནི་ཚུལ་ནང་པ་ཕྱག་རྒྱུད་ཅེས་བསྒྲོ། དེ་ཡིན་དུ་ཁོང་གིས་ད་ཕྱི་རོལ་པའི་སྟོན་པ་འཕགས་སྤང་གི་ཡིན། ནང་པ། བཅོམ་ལྡན་འདས་ཁྱེད་རང་བསྟན་གྱི་ཡིན། རྒྱུ་མཚན་ག་རེ་ལགས་ན། བཅོམ་ལྡན་འདས་ཁྱེད་རང་ལ་སྐྱོན་ཡང་མི་འདུག་ཡོན་ཏན་དག་དང་རེ་བཞག། དེའི་ཕྱིར་ན་ང་ཁྱེད་རང་ལ་སྐྱབས་སུ་འགྲོ་གི་ཡིན། ཕྱི་རོལ་པའི་སྟོན་པ་དེ་ཚོ་སྐྱོན་ཡང་མ་འདུག་ཡོན་ཏན་མི་འདུག། དེ་ལ་སྐྱབས་སུ་འགྲོ་ན་དགོས་པ་གང་མི་འདུག་དེ་ཡིན་དུས་བཅོམ་ལྡན་འདས་ལ་ཁྱེད་རང་ལ་སྐྱབས་སུ་འགྲོ་གི་ཡིན་བྱས་ནས་གསུངས་པར་བ་པས་དེ་ཤེས་དུས་ད་ལྟ་ང་ཚོ་མུ་ནི་མུ་ནི་མཱ་མུ་ནི་ཟེར་དེའི་ཁ་ཐུག་དེ་ལ་བཅོམ་ལྡན་འདས་ཀྱི་ཡོན་ཏན་བརྗོད་ཀྱི་ཡོད་རེད་བ་ཡོན་ཏན་ལ་ལྟོས་ཀྱི་ཡོད་རེད་བ་ཡོན་ཏན་ལ་ལྟོས་ནས་ད་དགོས་པ་མཐའ་མ་དེ་གར་བྱེད་དགོས་ལ་ན་ཡོན་ཏན་ཅན་ཁྱེད་རང་གི་བདག་རྗེས་སུ་གཟུང་རོགས་བྱེད་ཟེར་གྱི་རེད་ད་སོ་ཧ་ཟེར་དེ་འོ་མུ་ནི་མུ་ནི་མཱ་མུ་ནི་སོ་ཟེར་དེ་བཅོམ་ལྡན་འདས་ཁྱེད་རང་ཡོན་ཏན་ཡོན་ཏན་གྱི་གོང་བུ་བཅོམ་ལྡན་འདས་ཁྱེད་རང་གི་བདག་རྗེས་སུ་གཟུང་རོགས་བྱེད་ད་ཁྱེད་རང་གི་རྗེས་འཇུག་བྱེད་ཀྱི་ཡིན་ཟེར་གྱི་རེད་ད་དེ་རེད།

ནོར་བུ་པདྨ་ད་ང་རང་སུ་ཡིན་ནམ་བློ་བཟང་ཡོད་རེད་བཀྲ་ཤིས་ཡོད་རེད་འདི་འདྲ་ཡོད་རེད་བ། འོ་ཁོང་གི་མཚན་ངོ་མ་དེ་ད་ནོར་བུ་པདྨ་ཞུ་ཡ་དེ་རེད་ད་དེ་ལ་མ་ནི་པདྨའི་ཟེར་ལེགས་ཆ་སྐད་ལ་དེ་རེད་བ། ནོར་བུ་པདྨ་དེ་ད་ང་ཚོ་གི་ནོར་བུ་པདྨ་ཟེར་ག་ལ་བ་རེད་མ་ནི་པདྨའི་ལབ་དུས་ག་ལ་ནོར་བུ་པདྨ་ཟེར་བོར་གི་ཡོད་རེད་ང་ཚོ་གི་རེད་བ། དེ་ཡིན་དུས་འཕགས་པ་སྤྱན་རས་གཟིགས་ཁོ་རང་གི་ཡང་ང་ཚོའི་ཆེད་དུ་མ་ཁོ་རང་གི་མིང་དེ་ད་གཟོད་ང་ལ་བཟོས་བཞག་བ། ང་ཚོའི་ལ་ཡར་བེད་སྤྱོད་བྱེད་ཡག་ཞིག་ཏུ་བཟོས་བཞག་པ་ཞིག་རེད་འདུག་ཨ་འོ་མ་ནི་པད་མའི་ཧུང་ཟེར་ཏེ་སྤྱན་རས་གཟིགས་ཁོ་རང་རང་གིས་བཟོ་རྒྱུ་རེད། རེ་བ་ང་ཚོའི་ཆེད་དུ། ང་ཚོ་གིས་ད་སྐད་གདངས་ཡག་ཆེད་དུ་ང་ཚོ་གིས་གསོ་བ་བདེ་བ་ཡག་གི་ཆེད་དུ་ད་སྤྱན་རས་གཟིགས་རང་གིས་མ་ནི་པད་མའི་ཧུང་ཧུང་ཟེར་བཟོས་བཞག་བ་ཨོ་མ་ནི་པད་མའི་ཧུང་ཧུང་ཟེར་སྤྱན་རས་གཟིགས་རང་གིས་བཟོ་རྒྱུ་རེད་འདུག་ཨ་དེ་ཡིན་དུས་ད། མར་མེ་དཔེ་མི་སྲིད་དུས་ག་ལ་ནོར་བུའི་དཔེ་མ་བྱས། ད་འབོད་པའི་སྒྲ་ང་ཚོ་སྐད་གདངས་བའི་སྒྲ་དཔེར་ན་ང་རང་སུ་བློ་བཟང་བཀྲ་ཤིས་ལབ་བས་ན་སྐད་གདངས་སྐད་གདངས་ཀྱི་རུ་བ། སྐད་གདངས་ནི་གར་བྱེད་ཀྱི་མ་ཟེར་ལ་ན། ད་ཇེ་རེ་སི་སྐད་གདངས་ན་གར་བྱེད་ག་ཟེར་ན་ཧུང་གསལ་གྱི་དོ་བ། ནོར་བུའི་དཔེ་མ་ཟེར་ན་འབོད་པའི་སྒྲ་རུ་བ། ད་འབོད་པའི་ལ་བརྟེན་ནས་གར་བྱེད་ཀྱི་འབའ་ལབ་དུས་ད། གསོལ་བ་འདེབས་ཀྱི་ཡོད་རེད་ཞོ་བ་དེ་ཡག་དེ་ཧཱུྃ་ཟེར་ཡག་དེ་ཞོ་བ་དེ་འབེབས་དྲག་ག་རེ་ཞོ་བ་དེ་ག་རེ་ང་ཚོ་ལ་ཡག་ད་དཀའ་ངལ་འདུག་ཟེར་ད་སྡུག་སྐད་རྒྱག་ས་ང་ཚོ་སྐྱབས་རོགས་བྱེད་ཟེར་ཞིག་ང་ཚོ་སྐྱབས་རོགས་བྱེད་ཟེར་བ་ད་ཉིན་གཅིག་བདག་ཉིད་འཕགས་པ་སྤྱན་རས་སུ་ཁྱོད་ང་ཚོ་སྐྱབས་རོགས་བྱེད་ཟེར་ད་ཞོ་བ་དེ་ཡག་ཅི་རེད་རེད་བ་ད་དེ་རྟག་པ་རེད་ཞིག་ང་ཚོ་མ་ནི་པད་མའི་ཧཱུྃ་ཧཱུྃ་མ་ནི་པད་མའི་ཧཱུྃ་དོན་དཔེ་ན་སྤྱན་རས་གཟིགས་ལ་འབུལ་གྱི་ཡོད་རེད་བ་པོ་ཅན་ཟེར་སྦུག་གི་ཡོད་རེད་སྐད་གདངས་ཀྱི་ཞོ་འཐེན་གྱི་ཡོད་རེད། དེ་ལ་བརྟེན་ཏེ་བསོད་ནམས་སྟོབས་ཆེན་པོ་བསགས་ཀྱི་ཡོད་རེད། དེ་ནས་ནམ་ཞིག་སོ་སོར་དཀའ་ངལ་ཞི་བི་འཕྲད་པའི་སྐབས་ལ་ནོར་བུ་པད་མ་ཟེར་སྦུག་ཐོབ་པས་ན་དེ་ལྟར་དང་འཕྲིན་ལས་འཇུག་ཐུབ་ཡ་ཇི་ཇི་ཚོད་ཅེས་རེད་ཟེར་གི་བྱ་བ་མཐའ་དག་འཇུག་ཐུབ་ཡ་ཇི་དགོས་རེད། དེ་ཡིན་དུས་ད་ང་ཚོའི་རེད་བ། ང་ཚོའི་དེ་རེད་བ། ང་ཚོའི་དེ། སངས་རྒྱས་རྣམས་ཀྱིས་འཕྲིན་ལས་འཇུག་མ་བཅུག་ཟེར་ཏེ་ང་རང་སུ་ལ་རག་ལས་དུ་བསྡུ་བ། ང་རང་སུ་ལས་ཡག་པོ་ཞིག་བསགས་ཡོད་ན། ང་རང་ཚོར་འབྲེལ་བ་ཡག་པོ་ཞིག་བཞག་ཡོད་ན། དེ་ནས་ག་ངའི་འཕྲད་པའི་སྐབས་ལ་སྐད་བརྒྱབ་ཡོད་ན་མུ་ནས་འཕྲེད་ལས་འཇུག་ཐུབ་པ་ཡ་ཆེ་ཡོང་གི་ཡོད་རེད། དེ་ཡིན་དུས། སངས་རྒྱས་ཀྱི་འཕྲེད་ལས་དང་འདུ་བྱེད་ལས་གཉིས་ཀྱི་ནང་ནས་འདུ་བྱེད་ལས་དེ། གནད་འགག་ཚགས་ཡོད་རེད། སངས་རྒྱས་དེ་དུས་རྟག་ཏུ་ཟིག་ཟིག་པོ་རེད་རེད་བ། སངས་རྒྱས་ཀྱི་སེམས་ཅན་ལ་མ་ཟིག་པའི་སྐབས་མི་འདུག་བ་ད་ལྟ་དེའི་སྔོན་ལ་ཐུགས་རྗེ་ཅན་གྱི་འགྲོ་ལ་ཟིག་ཟིག་འདུག་བ། ཐུགས་རྗེ་ཅན་གྱིས་འགྲོ་ལ་གཟིགས་ཏེ་ཐུགས་རྗེ་སྙིང་རྗེ་ཆེན་པོ་གིས་བདག་དབང་གིས་འགྲོ་བ་ལ་དུས་རྟག་ཏུ་གཟིགས་གཟིགས་པ་རེད་ཅེས་ང་ཚོ་ལ་ཕན་ཐོགས་ཡོང་མ་ཡོང་བའི་རྒྱུ་མཚན་ག་རེ་ཟེར་ན་སོ་སོ་མ་ཚང་བ་རེད་མ་གཏོགས་སངས་རྒྱས་ཀྱི་ནུས་པ་མ་བཏང་བ་ཙམ་ནས་མ་རེད་བ། ཡིན་དུས་སངས་རྒྱས་དུས་ཚོད་ག་ཚད་ཕྱིན་མེད་ཚེ་སངས་རྒྱས་ཀྱི་ཕྲིན་ལས་ཉམས་འགྲོ་ཡ་ཅི་ག་མེད་བ། རེད་བ། དེ་ཡིན་དུས་ད་སོ་སོ་མ་འབྱོར་བ་ཡིན་དུས་ད་སོ་སོ་རང་གིས་ནོར་འཁྲུལ་ཡིན་པ་རེད་དེ་ཡིན་དུས་ད་དུས་རྟག་ཏུ་ང་ཚོ་མ་ལེན་འདོན་པས་ན་ད་ཇེ་རེད་ཟེར་ལ་སོ་བ་ལྟ་གི་ཡོད་རེད་ཞོ་བ་འཐེན་གི་ཡོད་རེད་དེ་ལ་བརྟེན་ནས་དེ་ནས་ཇེ་རེད་ཟེར་གྱིས་ཕྲིན་ལས་འཇུག་ནས་དེ་ནས་འགལ་རྐྱེན་གྱི་རིགས་ཤིག་བསྐྲུན་ཡ་ཡིན།

གདོན་མ་ཞེས་པ་དང་དེ་འདྲའི་གང་མི་འདོར་བ། གདོན་ཞེས་གདོན་ཡ་ནི་ལས་སླ་པོ། དེ་ནི་ཕན་ཡོན་ཆེན་པོ། རེད་བ། ད་མ་ནི་ཟེར་ཡ་དེ་ཕན་ཡོན་ཆེན་པོ་ཡིན་པ་དེ་སངས་རྒྱས་ཀྱི་ལུགས་མང་པོ་ནང་ལུགས་ལ་ཞིབ་གསུངས་ཡོད་རེད་རེད་བ། མ་ནི་ཕན་ཡོན་ཆེན་པོ་ཡིན་པ་དེ། ཚིག་གཅིག་གོ་བ་ཡིན་ན་ཡང་ཕན་ཡོན་ཆེན་པོ། སོ་སོའི་ངག་ནས་མ་ཚིག་གཅིག་སྐྱོན་ཚིག་གཅིག་མ་དང་སྐྱོན་མ་དོར་བས་ནི་ཕན་ཡོན་ཆེན་པོ་ཞིབ་གསུངས་གི་འདུག་བ། དེ་འདྲ་ཡིན་ཙང་ད་དེ་མ་ནི་དེ་ང་ཚོ། བྱེད་བདེ་བོ་ཕན་ཡོན་ཆེན་པོ་གཅིག་རེད་བ། འོ་དེ་གོ་དོན་འཕྲོད་པོ་འཕྲོད་པོ་ཞུས་ན་སྡུག་ས་རེད།

ད་དེ་ཡིན་དུས་ཨ་ར་བ་ཚ་ན་དེ་ཡིས་ཟས་ཇི་དོ། ཨ་ར་བ་ཚ་ན་དེ་ཟས་དེ་གི་གོ་དོ་ག་རེད་ཟེར་ན་ཨ་ར་ཟས་དུས་ག་ལ་བྲོ་བ་སེམས་ཅན་བྱས། རེད་བ། བ་ཚ་ན་ཟས་དེ་སྨན་བ་བྱས་སྨན་བ་ཟས་དུས་ཡག་པོ་ཆགས་པ་སྨན་བ་ཟས་དུས། རེད་བ་བྲོ་བ་སེམས་ཅན་ཡག་པོ་ཆགས་པ་ག་རེ་ཡག་པོ་ཆགས་པ་རེད་ལབ་ཡོད་ན་དེ་ཡིས་ཟས་ཇི་དོ། དེ་ལབ་དུས་ག་རེད་བློ་རེད་བློ། སེམས། བློ། ཤེས་པ། རེ་བ། ཤེས་པ། ཡག་པོ་ཆགས་པ་ཅི་ཕྱིར་རོ་ཅིའི་གསལ་ཕྱིར་ད་གསོལ་བ་བཏབ་ཀྱི་ཡོད་རེད་འམ་ཨ་རེ་པ་ཚེ་ན་དེའི་ཟེར་ཏེ། གསོལ་བ་བཏབ་སའི་ཡུལ་དེ་འཇམ་དཔལ་ཡང་བྱས། ད་ག་རེ། ག་རེ་བཏབ་དགོས་ལ་ན་འགྲོ་བ་སེམས་ཅན་གྱི་བློ་དེ་ཡག་པོ་ཆགས་པ་ཅི་བློ་དེ་མི་ཤེས་པའི་བློ་དེ་གསལ་བ་ཅི་ཕྱིར་རོ་ཞེས་གསལ་ཕྱིར་རེད། མི་ཤེས་པའི་བློ། ཕྱིན་ཅི་ལོག་གི་བློ་དང་ངེས་ཤེས་ཡོད་པ་འཇིག་རྟེན་གསུམ་གྱི་མུན་པ་གཅིག་ཡོད་རེད། འོ་མུན་པ་གཅིག་ཡོད་རེད། མུན་པ་དེ་ག་རེ་རེད་བློ་ཕྱིན་ཅི་ལོག་འདི་རེད། བློ་ཕྱིན་ཅི་ལོག་ཅིག་གསལ་བ་བྱེད་ར་ཅིག་གསལ་ཅིག་ལ། ཨ་ར་པ་ཛ་ན་དི་གསལ་ཏེ། ཅི་ཙང་ཨ་ར་གསལ་ཏེ་སེམས་ཅན་ཅེས་རེད་བ། པ་ཛ་ན་གསལ་ཏེ་སྨན་པའམ་ཡག་པོ། ག་རེ་ཡག་པོ་བློ་ཡག་པོ་ཅིག་ཡོང་བ་ཅིག་ཕྱིན་ཅི་ལོག་ར་ཅིག་གསལ་ཅིག་བྱས་ཙང་ད་ཨ་ར་པ་ཛ་ན་དི་བགྲངས་པས་ན་བློ་ཡག་པོ་ཆགས་ཀྱི་རེད་ཤེས་ར་ཡག་པོ་འཕེལ་གྱི་རེད་ཅེས་གསུངས་སོང་ཨ། རེ་བ་ནམ་རྒྱུན་དུས་རྟག་ཏུ་ང་ཚོ་ཨ་ར་པཱ་ཟ་གྲང་སྐོར་གསུངས་སོང་དེ་ཡིན་དུས་ད་དེ་རེད་ད་དོན་དག། འཇམ་དཔལ་གྱི་གཟུངས་སྔགས་དེར་ཨ་ར་པཱ་ཟ་ན་འདི་ཟེར་ཡ་དེ་ཨ་ར་ཟེར་ཡ་དེ་སེམས་ཅན་བྱེད་པ་རྩ་ན་ཟེར་ཡ་དེ་སྨན་པ་བྱེད། འདི་ཟེར་ཡ་དེ་བློ་བྱེད་སེམས་ཅན་གྱི་བློ་ཡག་པོ་བྱེད། ཆགས་པ་བྱེད། བློ་ཕྱིན་ཅི་ལོག་ལས་ལྡོག་པ་བྱེད། བྱིན་གྱིས་བརླབ་ཏུ་གསོལ་ཟེར་གྱི། བྱིན་གྱིས་ག་སོགས་དང་དེ་འདྲའི་རྗེས་སུ་གཟུང་རོགས་བྱེད་ཟེར་གྱི།

ཤམ་འདེགས་ཀྱི་སོ་ཧ་ཟེར་ཡ་དེའི་པར་རོལ་འདི་ལ་ཡི་གེ་བདུན་ཡོད་རེད། ཡི་གེ་བདུན། ཡི་གེ་བདུན་དེ་ག་རེད་ཟེར་ན། ཏཱ་རི་ཟེར་གཅིག་བྱས། ཏུ་ཏཱ་རི་ཟེར་གཅིག་བྱས། ཏུ་རི་ཟེར་གཅིག་འདུག་ཨ། ཡི་གེ་བདུན་ཡོད་དེ་ནང་ལ། ཡི་གེ་བདུན་པོ་དེ་གི་དང་པོ་ཏཱ་རི་ཟེར་དེ་གིས་སྒྲོལ་མའི་གོ་དོན་གཅིག་བྱས། ཏུ་ཏཱ་རི་ཟེར་དེ་གིས་སྒྲོལ་མའི་གོ་དོན་གཅིག་བྱས། ཏུ་རི་ཟེར་དེ་གིས་སྒྲོལ་མའི་གོ་དོན་གཅིག་བྱས་ནས་སྒྲོལ་མའི་གོ་དོན་གསུམ་ལས་ཡོད་རེད་དེ་ནང་ལོ་ལ། རྟགས་རེད་དུས་རྟགས་རེད་དུས་རེད་ཟེར། དང་པོ་དུས་རྟགས་རེད་དང་པོ་རྟགས་རེད་ཟེར་བསྡད་ཀི། འཁོར་བ་ལས་འགྲོ་བ། ད་དེ་ཡིན་དུས། འདྲེ་དེ་འདྲ་ཞུས་བྱུང་གི་ཟེར་རེད་བ། རྗེ་བཙུན་སྒྲོལ་མ། ཅིག་གི་ཐུགས་བསྐྱེད་ནས། སེམས་ཅན་གི་དོན་སྒྲུབ་པའི་སྐབས་ལ། སེམས་ཅན་མཐའ་ཡས་པ་ཅིག་འཁོར་བ་ལས་འགྲོ་བ་བྱས་ཁོ་རང་གི་ལམ་སྟོན་གནང་ནས་འཁོར་བ་ལས་འགྲོ་བ་དེ་འདྲ་བྱུང་འདུག་བ།

བུམ་བདག་རེད་སྟོད་བདག་རེད། སྟོད་བདག་རེད་ཟེར་ཏེ་ད། དེ་འདྲའི་རྗེ་བཙུན་སྒྲོལ་མ། གཅིག་གི་ལམ། དེ་འདྲའི་གི་ཐུགས་བསྐྱེད་པ་དང་སྤྱོད་པ་བསླབ་པའི་སྐབས་འདི་ལ་སེམས་ཅན་མང་པོ་གཅིག་ལ་ཡ་ལྟ་འཇིགས་པ་ཡོང་གི་རེད་བ། དེང་སང་གང་གང་ཚོ་ཆ་བཞག་པའི་ནང། དོག་མོ་གི་འཇིགས་པ་ཡོང་གི་འདུག་བ། སྟག་གི་འཇིགས་པ་ཡོང་གི་འདུག་བ། གཟིག་གི་འཇིགས་པ་ཡོང་གི་རེད་བ། ད་དེ་འདྲའི་སྐབས་ལ་དཀའ་ངལ་འཕྲད་པའི་སྐབས་ལ་གསོལ་བ་བཏབ་པས་ན། གསོལ་བ་བཏབ་ཐོབ་པས་ན་འཇིགས་པ་བསལ་འགྲོ་ཡོང་གི་ཡོད་རེད་དོ། དོམ་ལས་སོ་ན། དཀའ་ངལ། ད་ཅིག་གི་རྗེ་བཙུན་སྒྲོལ་མ་དྲན་བྱས་ནས་སྐད་བརྒྱབ་པས་ན། དོམ་སྡེ་དགེ་གནོད་པ་ཆེ་ཐུག་གི་ཡོད་མ་རེད། རེ་བ་བསྐྱབས་ཀྱི་ཡོད་རེད། བྱས་ཙང་དེ་འདྲས་བྱས་ནས་ལོ་པང་ལམ་གྱི་གནས་སྐབས་སུ་ཡང་སེམས་ཅན་མཐའ་ཡས་པ་གཅིག་འཇིག་པ་བརྒྱད་ཟེར་དུས་གང་ལ་སྟག་གི་འཇིག་པ་དང་ཆུ་ཡི་འཇིག་པ་དང་མི་ཡི་འཇིག་པ་དང་དེ་ནས་ཀའི་སྦྲུལ་གྱི་འཇིག་པ་དང་དེ་འདྲས་མང་པོ་ཅིག་ཡོད་ད་འཇིག་པ་བརྒྱད་ཅིག་གྲངས་ཀ་བརྒྱད་ཅིག་རེད་བ་དེ་ཚོ་གང་ལ་ལོ། མི་བྱེ་བྲག་པ་བྱེ་བྲག་པོ་ལ་ཡང་དཀའ་ངལ་འཕྲད་པའི་སྐབས་དེ་ལ་ཁོ་ཚོས་སྐད་བརྒྱབ་ནས་དེར་རྗེ་བཙུན་སྒྲོལ་མ་ལྷས་བྱས་ནས་རྗེ་བཙུན་སྒྲོལ་མས་བསྐྱབས་པའི་ལོ་རྒྱུས་མང་པོ་ཡོད་རེད།

པཱ་ལིའི་ཆོས་བརྒྱུད་འཛིན་མཁན་ལེགས་སྦྱར་ཆོས་བརྒྱུད་འཛིན་མཁན་ཟེར་གྱི་འདུག་ད་ལེགས་སྦྱར་པཱ་ལིའི་ཆོས་བརྒྱུད་འཛིན་མཁན་གྱིས་ཐེག་ཆེན་གྱི་ཆོས་དེ་ཁས་ལེན་གྱི་མི་འདུག་བ། དེ་ཅིའི་ཕྱིར་ཁས་མ་ལེན་དུས་རྗེ་བཙུན་སྒྲོལ་མ་སེང་ཁས་ལེན་གྱི་ཡོད་མ་རེད་རེད་བ། པཱ་ལིའི་ཆོས་བརྒྱུད་འཛིན་མཁན་གནས་བརྟན་གཅིག་གིས་རྗེ་བཙུན་སྒྲོལ་མ་སེང་ཁས་ལེན་གྱི་ཡོད་མ་ཡིན་ནི་གོ་གི་ཡོད་རེད་རྗེ་བཙུན་སྒྲོལ་མ་སེང་དེ་ཡོད་པ་དེ་ཧ་གོ་གི་འདུག་བ། ཉི་མ་གཅིག་ཁོང་ཡུལ་གཞན་ལ་འགྲོ་བའི་སྐབས་དེ་ལ་ཆུ་ཆེན་པོ་གཅིག་ཀླད་ཕྱེ་ནས། དེ་ནས་ཆུ་ཆེན་པོ་གཅིག་ཀླད་ཕྱེ་ནས་རྒྱུགས་ཆུ་དེ་ཁུར་འདུག་བ། རྒྱུག་ཆུའི་སྟེང་གི་ཆུ་ཁུ་དོག་གོ། ལས་གནས་སྟེང་དུ་ཁུ་དོག་ཆུ་ཆེ་དྲགས་ནས། དེ་ནས་ཁོ་སྐད་བརྒྱབ་དོ། ཐིགས་པ་ཆེན་པོ་ཏཱ་རེ་ཧེ་སི་ཀས་བརྒྱབ་དོ་ཏཱ་རེ་ཧེ་སི་ཨ་ཅི་ཀས་བརྒྱབ་དོ། ལབ་དུས། རྗེ་བཙུན་དྲི་མེད་ལམ་རྩར་ཁོ་རང་བྲོས་པ་སྐྱེས་བྱས་ནས་དེ་བསྐྱབས་དོ། སྐྱེས་དུས་ངག་མ་བྲན་སྡུག་དུས་ངག་བྲན་བྱས་ནས་ཕག་གཡུག་དོ་ཆུའི་ཕག་ལ། ཐག་ལ་གཡུག་དོ། ཆུའི་དབྱེ་བ་ཕྱེས་ནས་ད་ག་ད་ཆུ་དེ་ནས་བསྐྱབས་པ་རེད། འོ་དེ་འདྲ་བ་ཅིག་སྙེ་མ་མང་པོ་ཅིག། སྐྱེ་བ་མང་པོ་ཅིག་སྔོན་ད། མང་པོ་ཅིག་སྔོན་ལས་ཇི་ཚོད་སྦྲུལ་སྨན་གྱིས་སེམས་ཅན་མང་པོ་ཅིག་དེ་འདྲའི་དེ་འདྲའི་སྐྱེ་བའི་ལོག་རྒྱུ་ཡོད་རེད་རོ། དེ་ཡིན་དུ་འཇིགས་པ་སྐྱེ་ལས་གྲོལ་བའི་གྲོལ་བའི་གི་འགྲོན་པ་དེ་སྟོན་པའི་གི་སྒྲ་དེ། ཏུ་ད་རི་ཡི་ཟས་དེ་བྱེད་རོ། དེ་ནས་ཏུ་རིའི་ཟས་ཀྱིས་ན་བ་རྣམས་ལས་སྒྲོ་བསྲེགས་ཏོ། ན་བ་རྣམས་ལས་སྒྲོ་བསྲེགས་ཏེ། ན་བ་བསྲེགས་ཏེ་ད་མི་ང་ཚོ་ནས་ན་བསྲེགས་མི་ལ་ཆགས་ཞེས་པས་ན་སྐྱེ་རྒ་ན་འཆིའི་སྡུག་བསྔལ་རེད་རོ། དེའི་ནང་ནས་ད་ཚོ་ང་ཚོ་གནས་པའི་རིང་དུ་ལ་ན་བའི་སྡུག་བསྔལ་ཆེ་ཤོས་རེད་རོ། ང་ཚོ་ད་ལྟ་སྐྱིད་ན་སྐྱིད་ཚར་རེད་ད་མ་ཤི་བའི་སྔོན་ལ་ཡང་དགའ་བའི་སྡུག་བསྔལ་དང་ན་བའི་སྡུག་བསྔལ་དེ་རེ་བ་གནས་པའི་རིང་དུ་ལ་ད་དེའི་སྐབས་ལ། ན་བའི་སྡུག་བསྔལ་དེའི་སྐབས་ལ་དེ་ནས་གཉན་མོ་ད་མང་པོ་ཅིག་སྔོན་ལ་ཡང་རེ་བ་གར་སོང་རེད་སེམས་ཅན་དཔེ་དེ་ནད་མནར་བྱས་ནས་ཡོད་པའི་སྐབས་དེ་ལ་སྤྱི་ཚོགས་སྐྲུན་མ་ཕོད་བྱས་ནས་སྤྱི་ཚོགས་སྐྲུན་མ་སྐད་གདངས་བྱས་ནས་སྤྱི་ཚོགས་སྐྲུན་པའི་ཁྲི་ལས་བྱས་ནས་དེ་ནས་དྲག་པའི་ལོ་རྒྱུས་མང་པོ་བཤད་ཡོད་རེད་བ། དེ་འདྲ་ཡིན་དུས་སྟོད་ར། རྡ་རེད་སྟོད་རྡ་རེད་སྟོད་རེད། ཏུའུ་རི་ཡི་སའི་བདེ་སྐྱིད། སེམས་ཅན་མང་པོ་སྤྱིའི་ནད་ན་ཚ་ལས་སྒྲོལ་བར་བརྩེ་བའི་ཆ་ནས་ཏུའུ་རི་ཡི་སའི་བདེ་སྐྱིད། སྦྲུམ་མའི་གོ་སྟོང་གཅིག། བྱས་ཙང་ཟླ་འདི་གསུམ་ནང་ལོགས་ལ་ཡི་གེ་བཅུ། ཡི་གེ་བཅུ་པའི་ནང་ལོགས་ལ་ཡི་གེ་བདུན་དེའི་ནང་ལོགས་ལ་སྦྲུམ་མའི་གོ་སྟོང་བཤད་ཀྱི་ཡོད་རེད། ཏཱ་རེ་ཏུའུ་ཏཱ་རེ་སི་ཏུའུ་ཏཱ་རི་སེ་གཉིས་འདུག་བ། ཏུའུ་ཏཱ་རི་སི་ཏུའུ་གསུམ་འདུག་བ། རེད་བ། ཏུའུ་ཏཱ་རེ་ཏུའུ་རེ་སི་ཏུའུ། དེའི་ནང་ལ་བདུན་འདུག་བས།

བ་འཇིགས་པ་ལས་སྐྱོབ་པ་དང་འཁོར་བ་ལས་སྒྲོལ་བར་མཛད་པ་དང་ནང་བ་ལས་སྒྲོལ་བར་མཛད་པ་མཛད་བཞག། ད་ང་ཚོ་ལ་མཛད་རོགས་ཅེས་ཟེར་ད་ང་ཚོ་ཡང་དེ་དེ་བཞིན་དཀའ་ངལ་ནང་ལྷུང་སྟེ་བཞག་དཀའ་ངལ་འདི་ལས་གྲོལ་བར་བྱེད་རོགས་ཅེས་ཟེར་དུས་སོ་ཧ་ཟེར་དོ། སོ་ཧ་ཟེར་ཏེ། ཨུམ་ཟེར་ཏེ་རྗེ་བཙུན་སྒྲོལ་མ་ལ་ཞུ་གུ་གུ་ཡོང་རོགས་རྗེ་བཙུན་སྒྲོལ་མ་ལ་གོ་གུ་གུ་ཡོང་བ། དེའི་དཔའ་རོལ་གྱི་སྔགས་བདུན་པོ་དེ་གིས་སྒྲོལ་མའི་གོ་དོན་འཇུག་གི་ཡོང་རོགས། དེའི་ཐ་མ་ཐ་མ་སྔགས་གཉིས་པོ་དེ་ཡི་གེ་གཉིས་པོ་དེ་གིས་ཞུ་བ་འཐེན་གི་ཡོང་རེད། ད་ང་ཚོས་ཡང་དེ་དེ་བྱས་རེད། ང་ཚོས་ཡང་སྡུག་བསྔལ་གྱི་རྣག་དེ་ཉེ་རེད་བ། སྐྱེ་རྒ་ན་འཆི་གི་སྡུག་བསྔལ་རྣག་དེ་ཉེ་གི་བྱས་ཡིན། རེད་བ། ང་ཚོས་ཡང་འཇིགས་པ་ལས་གྲོལ་རོགས་བྱས་ཟེར་ད་སོ་ཧ་དེ་བས་གི་དྲག་སྟེ། ད་སོ་ཧ་ཟེར་ཏེ། རེད་བ། འོམ་ད་རེ་ཏུ་ད་རེ་ཏུ་རེ་སོ་ཧ་ཟེར་གྱི་འདུག་བ། ཏུ་ད་རེ་ཏུ་རེ་ཟེར་དེའི་པར་རིས་ལ་སྦྲུམ་མ་ཁྱེད་རང་གི་བྱས་རྗེས་དེ་འདྲའི་འདུག་ལགས་བྱས་རོགས་བ། བྱས་རྗེས་དེ་འདྲའི་འདུག་ཟེར་དུས་སྦྲུམ་མའི་གོ་དུང་བྱུས་པར་བྱས། སོ་ཧ་བསལ་ཏེ་ད་རྗེས་སུ་ཟུག་རོ་ཞེས་བསལ། ཅི་འོམ་ད་རེ་ཏུ་ད་རེ་ཏུ་རེ་སོ་ཧ་བསལ། ད་དེ་གི། མཚན་སྔགས་ཡི་གེ། བཅུ་བས་ཀྱི་གོ་དོང་སྒྲོ་བོ་ཞུ་ན་དུགས་སུ་བྱས། རེ་བ། འོ་དུགས་སུ་བྱས། ད་དེ་ཞུ་གོ་ལ་ད་དོམ་དེ་ད་ང་ཚོ། ད་དུས་ཚོད་ད་ད་རེ་ཤ་ད་དོམ་དེ་མིག་ཚིམ་པའི་བྱུག་རམ་ཅི་བྱ་བ་མིག་ཚིམ་མ་ང་ཚོ་མིག་ཚིམ་མ་དུང་གེར་བ། མི་མེད་བཙལ་བའི་དཔེ་བཞིན་ཅི་རིགས་སེམས། བྱུང་རིམ་གྱི་བྱུང་རིམ་གྱི་རོ་དེ་ཞུ་ཡང་ཆད། ད་བྱུང་རིམ་དེ་ག་འདྲ་རེད་ཟེར་ན་ང་ཚོ་རྗེ་རིན་པོ་ཆེ་དང་རྗེ་རིན་པོ་ཆེ་ཟེར་གྱི་འདུག་ཨ། རྗེ་རིན་པོ་ཆེ་བྱས་དེ་ནས་ས་སྐྱ་གི་བླ་མ་རྗེ་བཙུན་རིན་ཟླ་བ་ཟེར་གྱི་ད་རྗེ་བཙུན་རིན་ཟླ་བ་ཟེར་དེ་རྗེ་རིན་པོ་ཆེ་བླ་མ་རེད་བླ་མ་ཆོས་ཞུ་ས་དབུ་ཚད་གསན་ས་གི་བླ་མ་ཅིག་རེད་ཨ་ཁོང་ལ་ཡག་དང་པོ་བསྟོད་པ་ཅིག་ཕུལ་བ་རེད་རྗེ་རིན་པོ་ཆེ་གི་བླ་མ་ལ་བསྟོད་པ་ཅིག་ཕུལ་བ་རེད་བླ་མ་ལ་བསྟོད་པ་ཕུལ་ཡག་གི་ཚིག་དེ་སྨད་མི་བཙལ་བའི་དཔེ་ཆའི་སྤྱན་རས་གཟིགས། དྲི་མེད་མཁྱེན་པའི་དབང་པོ་འཇམ་དཔལ་དབྱངས། གངས་ཅན་དགེ་བའི་གཙུག་རྒྱན་རིན་ཐང་བ། གཞོན་ནུའི་བློ་གྲོས་ཞབས་ལ་གསོ་བ་འདེབས། ཅེས་བསྟོད་ཕུལ་བ་རེད་ཡ། རྗེ་རིན་པོ་ཆེ་གིས་གཞོན་ནུ། རིན་ཐང་བ་ལ་བསྟོད་བ་ཕུལ་བ་རེད། དེ་ཡིན་དུས་ད་ཐེངས་ཀྱི་ཚིག་དེ་ག་རེ། སྨད་མི་བཙལ་བའི་དཔེ་ཆའི་སྤྱན་རས་གཟིགས། དེ་ང་ཚོའི་ནམ་རྒྱུན། དམིགས་མེད་བཙལ་བ་ཟེར་དུས་དམིགས་མེད་ཟེར་དུས་ག་ལ་བདེན་པར་མེད་པ་ཟེར། བདེན་པར་མེད་པར་རྟོགས། བདེན་པར་མེད་པར་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་སྙིང་རྗེའི་ཟེར་གྱི། རེ་བ། ཅེས་རེ་གཟིགས་ཏེ་སྙིང་རྗེའི་ལྷ་རེ་གཟིགས་ཡོད་རེ་བ། སྙིང་རྗེ་ཆེན་པོ། རྒྱུད་ལྡན་གྱིས་ད་སྙིང་རྗེ་གི་ལྷ་རེ་གཟིགས་དུས་ག་ལ་སྙིང་རྗེ་དེ་ཡང། ད་རྒྱུ་མཚན་དང་དེ་འདྲ་གང་མེད་པས་མ་ཡིན་པར་སྟོང་ཉིད་རྟོལ་བའི་ཤེས་རབ་ཀྱིས་ཐོབ། སྟོང་ཉིད་རྟོལ་བའི་ཤེས་རབ་ཀྱིས་ཟིན་པའི་སྙིང་རྗེ་རྒྱུད་ལྡན་གྱི་བྱང་ཆུབ་སེམས་དཔའ་འཕགས་པ་ཅེས་རེ་གཟིགས་ཟེར་གྱི་ལ་དམིགས་མེད་བཙལ་བའི་དེ་བཞིན་ཅེས་རེ་གཟིགས་ཟེར་གྱི། རེ་བ།

ཇི་སྙེད་ཇི་སྙེད་པ་ཀུན་རྫོབ་ཀྱི་ཆོས་དང་བྱེད་དོ་བ་དོ་ལམ་རྟོགས་པའི་ཕྱིར་རམ། དྲི་མ་མེད་པ་ལྔ་དེ་ཉིད་ནོར་བ་མེད་པ་ལྔ་དེ་ཉིད་དེ་འཇམ་དཔལ་ཡང། དྲི་མེད་རྒྱལ་བའི་དབང་པོ་འཇམ་དཔལ་ཡང། དབང་པོ་སེ་སྟོད་ག་ལ་བྱས་ཙང་ད་ང། དེ་དེ་ཞུ་འདོད་ཆོས་ཚོར་བ། སློབ་མ་སེམས་ཅན་སྐབས་ལ་ཡང། བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དང། བྱང་ཆུབ་སེམས་དཔའ་འཇམ་དཔལ་དབྱངས་དེས། ད་དཔལ་ཏེ། ཤེས་རབ་ནང་ནས་རྣོ་ཤོས་སྤྲོ་བ་དེས་རྗེ་བཙུན་འཇམ་དཔལ་དབྱངས་བྱས། བྱ་རྒྱུ་གསུམ་པའི་ནང་ལོགས་ལ་ཤེས་རབ་རྣོ་ཤོས་དེ་འཇམ་པའི་དབྱངས་བྱེད། སྙིང་རྗེ་ཆེ་ཤོས་དེ་སྤྱན་རས་གཟིགས་གཟིགས་མདོ། སྐུ་བརྙན་གཉིས་དེ་བྱ་རྒྱུ་གསུམ་པའི་ནང་ལོགས་ལ་ཡང་ད་ཡུངས་ཀར་བ། སྙིང་རྗེ་ཆེ་ཤོས་ཡུངས་ཀར་རེད་ཤེས་རབ་རྣོ་ལོ་ཡུངས་ཀར་བ། དཔེར་ན་ང་ཚོ། རྒྱལ་བ་ཤེས་བྱ་ཐུབ་པ་ཕེབས་པའི་སྐབས་ལ་ཡང་ཉན་ཐོས་ནང་ལོགས་ལ་ཤེས་རབ་རྣོ་ཤོས་དང་རྫུ་འཕྲུལ་ཆེ་ཤོས་དང་དེ་རིང་ཡུངས་ཀར་བ། རྫུ་འཕྲུལ་ཆེ་ཤོས་དེ་མོ་རྒད་པོ་ཞྭ་གི་དུ་བ། ཤེས་རབ་ཆེ་ཤོས་དེ་ཤ་རིལ་བུ་ཞྭ་གི་དུ་བ། འོ་དེ་སོགས་འདྲ་བྱས། བྱང་ཆུབ་སེམས་དཔའི་ནང་ལོགས་ལ་ཡང་སྙིང་རྗེ་ཆེ་ཤོས། ཤེས་རབ་ཆེ་ཤོས་ཡུངས་ཀར་བ། དེ་ཡིན་དུས་ད་ཤེས་རབ་ཆེ་ཤོས་དེ་རྗེ་བཙུན་འཇམ་དཔལ་ཡང་ཡིན་དུས་དྲི་མེད་རྒྱལ་པོའི་དབང་པོ་འཇམ་དཔལ་ཡང་ཟེར་རོ། དེ་ནས་གངས་ཅན་མཁས་པའི་གཙུག་རྒྱན་རིན་ཟླ་བ་ཟེར་དུས་ད་གངས་ཅན་མཁས་པ་ཟེར་དུས་བོད་གངས་ཅན་པའི་མཁས་པའི་གཙུག་རྒྱན་དེ་རྗེ་བཙུན་རིན་ཟླ་བ་ཁྱེད་རང་རེད། ཁྱེད་རང་ལ་གསོལ་བ་འདེབས་ཀྱི་ཡིན་གཞོན་ནུའི་བློ་གྲོས་ཟེར་དུས་ཁོ་རང་གི་མཚན་རེད། གཞོན་ནུའི་བློ་གྲོས་ཞབས་ལ་གསོལ་བ་འདེབས། ལ་ཡང་འདུས་ག་ལ། ད་འདི་གར་གསུང་དཀོན་ལགས་ན། རྗེ་བཙུན་རིན་ལྟ་བ་ལ་ཡ་རྗེ་རིན་པོ་ཆེ་འགས་བསྟོད་པ་དེ་ཕུལ་ཡོད་འདུག་ཁྱེད་རང་བརྩེ་བ་ཆེན་པོ་ཞི་བ་རིག་བྱ་ཟེར་ཅིག་མི་མི་བརྩེ་བའི་སྟེ་ཆེ་སྐྱེས་རེད་ཟེར་ཟེར་གསོལ་བ་བཏབ་ཡོད་འདུག་དེའི་ཚིག་སྨོས་ཡོད་འདུག་སྙིང་རྗེ་ཡོད་པར་གཏོང་གི་ཡོད་རེད་རྗེ་བཙུན་རིན་ལྟ་བ་ཁྱེད་རང་སྙིང་རྗེ་ཆེན་པོ་ཞི་བ་ཅིག་རིག་བྱ་ཟེར་ཅིག་རེད་བ། དྲིན་མེད་མཁྱེན་པའི་དབང་པོ་འཇམ་དཔལ་དབྱངས་ཟེར་དུས་ཁྱེད་རང་རྦད་དེ་མཁྱེན་པའི་ཡོན་ཏན་ཆེན་པོ་ཞིག་འདུག་ཟེར་བར་ད་རོ། སྨིན་མི་བརྩེ་བ། སྤྱན་རས་གཟིགས་དང་འཇམ་པའི་དབྱངས་ཀྱི་མཚན་སྨོད་ཡལ་ཏེ། བླ་མ་རིན་ཟླ་བའི་ཀུན་འདུས་ལ་ཐུགས་རྒྱུད་ལ་སྙིང་རྗེ་ཆེན་པོ་ཡོད་པ་གཅིག་དང་ཤེས་རབ་དེ་ཡང། གཅིག་གི་ཤེས་རབ་རྒྱ་ཆེན་པོ་གཅིག་ཡོད་པ་གཅིག་གི་ཐོག་ནས་ད་ལྟོས་བུ་ཞབས་པ་ཅིར་ཆགས་དེ་ཡོད་རེད་བ། དེ་འདྲའི་གི་ཐོག་ནས་དེ་ནས་བུ་གངས་ཅན་པའི་མཁས་པའི་གཙུག་རྒྱན་ཁྱེད་རང་རེད་ཤག་བྱས་ནས་བསྟོད་པ་ཕུལ་ཡོང་དུས་དེ་ནས་མ་དེ་ལན་དེ་རྗེ་བཙུན་རིན་ཟླ་བའི་མ་གར་རྣམས་པ་རེད། དེ་འགྲིག་མི་འདུག་གངས་ཅན་མཁས་པའི་གཙུག་རྒྱན་ང་མ་རེད་ཁྱེད་རང་རེད་ཅེས་མར་ཕུད་བཞག་པ་དེ་ད་སྨིན་མེད་བརྩེ་བའི་ལྟས་ཅི་ཅེས་རེད་ཟེར་ད་དྲི་མེད་མཁྱེན་པའི་དབང་པོ་བྱས་པས་གཅིག་པ་བྱས། དེ་ནས་ད་ཚུལ་དེ་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་བློ་བཟང་གྲགས་པས་བཞག་ལ་གསོལ་བ་འདེབས་ཅེས་ད་ཚུལ་ཕུད་བཞག་པ་ཅི་རེད་གངས་ཅན་མཁས་པའི་གཙུག་རྒྱན་དེ་ཙོང་ཁ་པ་ཁྱེད་རང་རེད། དེ་ནས་བློ་བཟང་གྲགས་པ་སེམས་ཚེགས་རེད་བ་ཁྱེད་རང་ལ་གསོལ་བ་འདེབས་ཅེས་ད་གསོལ་འདེབས་ཀྱི་ཚིག་དེ་ཚུལ་གནང་བ་རེད་བླ་མས་ཚུལ་གནང་བ་རེད་སློབ་མས་ཕར་ཕུད་བླ་མས་ཚུལ་གནང་བྱས་ནས་ད་བླ་དེ་བླ་སློབ་ཀྱི

ད་དུས་ཚོད་དེ་ཚང་ཟེར་རོ། དུས་ཚོད་དེ་རྫོགས་ཟེར་རོ། ད་ངས་དེ། དེ་གར་སྲ་གཟུགས་སྔགས་བཞི་དང་མིག་ཙེ་མའི་གཞུང། མིག་ཙེ་མིག་གི་བྱུང་རིམ་སྒྲོ་པོ་བཤད་ཡ་དེ་ཐུགས་སུ་ཆེ་རོ། ད་དེ་ཡང་ད་ཐོ་རེ་རེ་ཆགས་སུ་ཆེ་ཡིན་ན་ཡང་ད་དེ་ནང་ལོགས་ལ། དེང་སང་དུས་ཚོད་ལ་དྲག། དྲག་ཆའི་དུས་ཚོད་ཡིན་ཙང་དྲག་ཆའི་ནང་ལ་ཡང་ད་གསལ་ཉན། ཡོད་པ་རྣམ་པ་སུ་ལ་ཡང་ཐུགས་ཕུན་སུ་ཡང་རེ་བ་ཆེ། ད་དེ་འདྲ་ཞུ་གི་ཡིན། རོ། ཞེས་སྨྲ་ལོ། ད་ལྟ་བས་ཅི་མང་བོ་ཞུས་མ་གོ་ཅིག་ད་འདི་ག་རང། ཚར་སོང། ཐོ་ཆེ་གནང། དུས་ཚོད་དེ་རྫོགས་སོང།